ད་ལྟས་ན་ད་དེ་རིང་གི་ཅིག་དྲི་བ་ཐོག་མ་དེ་སྤྱིར་བཏང་གི་ཁ་ཚང་ཁ་ཉིན་ལས་གསུམ་སྔ་མ་གི་ནང་ལ་གླང་མོར་བྱིས་པ་དང་ནང་དོན་རྩ་བའི་གི་ཅིག་ཁ་ཕྱོགས་ཟེར་ན་འདྲ་འདྲ་དེ་གཅིག་པ་འདྲ་བོ་ཞིག་ཆགས་ཀྱི་འདུག་ཡིན་ན་ཡང་ངས་འདི་འདྲ་བའི་དྲི་བ་ཞིག་ལོགས་སུ་ཞུ་དགོས་ཡག་གི་རྒྱུ་མཚན་དེ་ལྟ་དེ་ལ་ཅིག། ཡང། ང་ཚོ་བོད་པ་ནང་ཁུལ་གྱི་ངོས་ནས་བསམ་བློ་བཏང་ན་ཅིག། གར་སི་ཁུལ་ལྟ་ང་འདི་ན་ཅིག། དཔེ་མཚོན་ཁུལ་རྣམ་པ་རང་བཞིན་ཅན་འདྲ་བོ་ཞིག་ཅིག་དམིགས་བསལ་མ་འདྲ་བ་ཞིག་ཆགས་ཀྱི་འདུག་ད་དེ་མ་འདྲ་བ་དེ་ག་འདྲ་ཞིག་ཡོད་ཟེར་ན་དཔེར་ན་རིན་པོ་ཆེ་གི་ཉེ་ཆར་ད། རྡོ་རྗེ་བདག་ནི་དེ་ནས་ད། གོང་མ་རིན་པོ་ཆེ་གི་གཏམ་བཞུགས་དང་འབྲེལ་བའི་སྒོ་ནས་མན་འདྲེར་རྒྱག་བཤད་ཅིག་རིན་པོ་ཆེ་གིས་གནང་སོང་ལ། ད་དེའི་སྐབས་སུ། དེ་ནས་རིན་པོ་ཆེ་གི་མན་འདྲེར་རྒྱག་བཤད་དེའི་སྔོན་དེ་ལ་ཡང་ནམ་རྒྱུན་དེང་སང་བོད་པ་སྤྱི་ཚོགས་ནང་ལ་གཏམ་བཞུགས་ཟེར་བ་དེ་དཔེ་མང་པོ་ཞིག་དང།

ཡིན་ན་ཡང། རིན་པོ་ཆེ་གི་ད་ལྟ་དེ་གི་ད་ལྟའི་གི་མ་འདྲ་རྒྱ་ཆེ་གནང་སྟངས་དེ་མ་འདྲ་བ་ཞིག་གནང་ཙང་དཔེར་ན། ང་འདྲ་བོ་ཞིག་གི་རྒྱུ་ལུམ་ཆུང་ཆུང་གི་ངན་ཁྲིན་ཁྲིན་གི་རྒྱབ་གི་སྙན་རྒྱག་ས་ལ་བཞག་དེ་རྒྱུ་འགུལ་བསྐྱེད་བྱེད་མཁན་རྐྱང་པ་ལ་སྒོར་སྟོང་བཞི་བརྒྱ་བཅུ་གཅིག་ཆང་བྱ། རྒྱུ་འགོད་བྱེད་མཁན་ལྟ་དེ་རེ་རེ་གིས་ལྟ་མཁན་གྱི་ཆ་སྙོམས་ཡིན་ན། ལྟ་ཅིག་མང་པོ་ཞིག་གིས་ལྟ་བཞག་ཡོད་པ་དེ་རེ་ཞིག་ཆ་གང་འདུག་དེ་བཞིན་དུ་ནི་སྤྱི་བཏང་གི་ངལ་གསོའི་ངོ་དེབ་ལ་སོགས་པའི་བརྒྱུད་རིམ་ཁག་ལ་ཡང་ཧ་ཅང་གི་དོ་སྣང་ཆེན་པོ་གནང་སོང། དེ་འདྲ་ཡིན་དུས་མ་འབྲི་ཤེས་པ་ཡིན་པ་ལ་དེ་འདྲའི་ཡིག་གཅིག་པ་དེ་ག་རང་ལྟ་སྟངས་མ་འདྲ་བ་གཉིས་ཡོང་སོང་ཟེར་བར། ཁྱད་པར་དུ་དེ་ག་རིན་པོ་ཆེ་གཅིག་དེའི་སྐབས་སུ། གཅིག་སྲོལ་རྒྱུན་གྱི་སྤྱིར་བཏང་གི་སྲོལ་རྒྱུན་དེ་ཡག་སྡུག་ཆགས་རེད་དེ་འདྲ་གང་ཞིག་གི་ཡོད་མ་རེད་དེ་ནི་ད་ནམ་རྒྱུན་གྱི་དཔེར་ན་དེ་གི་དེ་ཤར་གླིང་འཕགས་པོ་ལྷོ་འཛམ་བུ་གླིང་ནུབ་བ་གླིང་བཅས་ཤིང་འདྲ་མི་ཉན་ཟེར་བར་ཁོའི་ཐ་སྙད་འཆར་ཅན་དེ་བསྐྱར་བསྡུ་མ་ཡིན་པར་རིན་པོ་ཆེ་རང་གིས་ཀྱི་ཐོག་མ་ཡིན་པའི་གསུང་སྟངས་ཤིག་གི་ཐོག་ནས་དེ་འདྲའི་གནང་ཡོང་དུས། སྒོ་དོན་དང་ནང་དོན་གྱི་ཆ་ནས་ང་ཚོའི་ཆོས་ཕྱོགས་སྐོར་དང་ལུས་དང་ལོངས་སྤྱོད་དུས་གསུམ་གྱི་དགེ་བ་ལ་སོགས་པ་ཡར་ཕུལ་ཡག་གི་འགྲོ་སྟངས་དེ་ཚོ་གི་མ་ཉམས་པ་གང་ཞིག་ལ། མ་མཐའ་ཡང་ཚང་མ་གི་འོ་མ་འགྲོ་སྟངས་ཀྱང་ཕི་དེ་འདི་འདྲ་ཅིག་ཤོད་གི་འདུག་ག་བསམ་ཡོད་དེ་ཚང་མ་གི་གོ་ཐུབ་ཡག་ཅིག་བསྐྱོངས་སོང་བསམ་སོང་རེད་བ། དེ་འདྲ་ཡིན་ན་དེ་ང་རང་གི་ངོས་ནས་ཡིན་ན། གཅིག་ཡང། གཅིག་བླ་ཆེན་རྣམ་པའི་གཅིག་གི་གཅིག་ལ་གཅིག་མ་འདྲེར་ལྡང་སྟེ་འདྲེ་གི་བཤད་པ་གནང་ནས་ཁྱེད་རང་འདི་གི་ལམ་ལུགས་གསར་གི་བཀག་རྒྱ་ཟེར་ན་འདྲ་ཐ་སྙད་གི་བཀག་རྒྱ་ཞིག་གཏོར་ནས་ཕེབས་པ་ཞིག་ལ་ད་ངོས་འཛིན་ཞུ་གི་ཡོད། ཡིན་ན་ཡང་རིན་པོ་ཆེ་གིས་དེ་འདྲའི་ཞིག་གནང་དགོས་ཡག་གི་རྒྱུ་མཚན་དང་དེ་འདྲའི་གི་ཚིག་དང་ཐ་སྙད་དང་འགྲོ་སྟངས་ཞིག་བེད་སྤྱོད་དང་རིན་པོ་ཆེ་དེ་ལའང་གྲྭ་གྲུག་ཞིབ་ཚགས་པོ་གནང་བཞག་པ་ལྟ་བུ་སྙན་ཐོག་ནས་ཡང་འཇགས་གི་འདུག་དེ་དགོངས་པ་བཞེས་ཕྱོགས་ཞིག་ཡོད་པའི་ཐོག་ནས་གསུང་གི་ཡོད་པ་དེ་ང་རང་གི་མཐོང་གི་འདུག

ང་འདྲ་བཤད་པ་དེ་ང་ལ་གྱིས་ཤོག་ཨོས། ཁོ་ཚོས་རེ་བ་དེ་འདྲ་རྒྱབ་ཀྱི་འདུག་དེ་ནས་དུས་རྒྱུན་མེ་འདྲ་ཕུན་ཚོགས་ང་དེ་ཉན་མཁན་གྱི་གྲལ་བསྡད་པ་རེད་ད། ལགས་མེ་སོ། འདྲ་ཕུན་ཚོགས་ང་དེ་ད་རྩ་ཐེངས་རྩ་གཅིག་ཡ་བཤད་མ་མྱོང་ད་ལན་དེ་ཐེངས་དང་པོ་ཡིན། ལགས་སོ། དེ་ནས་ད་ཡིན་ན་ཡང་ཁོ་ཚོས་རེ་བ་རྒྱབ་དེ་ནས་ད། གང་ཟག་ཅིག་ཤེས་བཞག་ན་བསམས་ནས། དེ་ཡང་ད་དུས་རྒྱུས་ང་རང་ཚོས་ཅིག་ལུགས་སྲོལ་ལ་ཅིག་བློ་ཐོག་ནས་མ་བཤད་ཡ་ཅིག་ཡོད་རེད་བ། ལགས་སོ།
ད་དེ་བློ་ལ་བཟུང་དེ་འདྲ་བྱས་ཐ་ན། ཅིག་བྱས་ན་ནི་འཆོར་གི་ཡོད་ན་ཅིག་བྱས་གཉིས་བྱས་ན་ནི་ད་སེམས་པ་བརྟན་པོ་རྣལ་དུ་གནས་ཐུབ་གི་མི་འདུག་དེ་ནི།

དེ་ནས་ཕ་ཐོགས་ཀྱི་རྒྱབ་ཀྱི་ནས་བྲིས་ནས་ད་དེ་ཕ་ལོག་བཞག་པ་རེད་དེ་ནས་བྲིས་ཡ་དེ་དེ་མང་ཆེ་བ་ད་ཁོ་རང་བླ་མ་གོང་མ་ཚོ་གི་གསུང་བཞེས་པ་དེ་ཚོ་རང་ནས་ཕ་དཔེ་བཤུས་སྦྱངས་བྱས་པ་ཡིན་མ་གཏོགས་གང་གང་ཡང་དམིགས་བསལ་གི་གང་གང་ཡང་མེད་ད་དེ་ནས་དམིགས་བསལ་གཏད་ཚོད་ཡོད་པ་དེ་ད་ད་ཁྱེད་ཀྱི་གསུང་བ་ནང་བཞིན། འདི་གཅིག། རི་རབ་གླིང་བཞི་དང་དེ་ཚོ་གི་སྐད་ཆ་མ་ཡིན་པ་བྱས་ནས་དེ་ནས་དེང་སང་གི་ད་མི་ཚོ་གི་གོ་ཕྱེ་ན་ཅི་ཞིག་དྲན་དེ་དེ་ཚོ་བལྟས་ཐེ་ཚོ་བཙུགས་པ་རེད། དེ་ནས་དེ་ཡང་ད་དངོས་གནས་བྱས་ན་དུས་ཚོད་དེ་ལས་ཀྱང་ཐུང་ཐུང། དེ་ནས་ཁ་སང་ཁ་ཉིན་ད་ང་ང་ཚོ་ཀ་མེད་མང་པོ་ཞུས་ཚར་བ་ནང་བཞིན་ལོ་གང་ས་ཆོད་ལོ་ཆུང་ཆུང།

གནས་དང་སྟོན་པ་དང་ཆོས་དང། དེ་ཚོ་ཐམས་ཅད་ངོ་སྤྲོད་ཐུབ་ཡ་ཅིག་དངོས་གནས་ཕྱི་ནས་བཟོ་དགོས་ཡ་འདྲ་པོ་ཅིག་ཡོད་ར་ཏེ་ཁ་སང་ངས་ཞུས་པ་ནང་བཞིན་ང་རང་གི་བསམ་བློ་ནང་ལ་ད་དངོས་གནས་འདི་གང་ཟག་ཐ་སྙད་དེ་ཚོ་དེང་སང་མང་མཐུན་པ་གི་དེ་ནི་གང་ག་གི་གོ་ཐུབ་ཡ

ཡང་ཁོང་གཞན་དང་མ་འདྲ་བར་གཞན་དག་ཡིན་རྒྱུ་དང་སྤྱི་དང་བརྗོད་དོན་དེ་ཚོ་དང་སྔར་མེད་པ་དེ་འདྲ་ཞི་དྲག་ཞི་དྲག་ཅིག་ཡོད་མ་རེད་དེ་ཡིན་ན་ཡང་དེ་ཁོ་རང་ཁོ་རང་གི་ཡང་གསུང་སྟངས་དེ་ཚོ་ཡག་པོ་བྱས་ནས་གསུང་བྱས་ནས་དེ་འདྲ་འདུག་ཨ། དེ་ནས་དེ་ག་ནང་བཞིན་དེ་ནས་དཔར་སྐྲུན་རིན་པོ་ཆེ་གསུང་སྒྲ་དང་དེ་ཚོ་དེ་འདྲའི་ཡིན་ས་རེད། དེ་དེ་འདྲའི་ནང་བཞིན་ད། བསམ་པ་ནང་བཞིན་ད་གང་ཡང་བྱུང་ཡོད་མ་རེད། ཡིན་ན་ཡང་ད། དེ་འདྲའི་རེད་ཅིག། ལུགས་སྲོལ་ཅིག། ཡོད་རེད་དེ་ནི་ང་ལ་ཇི་ཞིག་ཟེར་དུས་ད་བྱས་བཞག་རེད་ད་དེ་ལ།
ལྷ་ས་རིན་པོ་ཆེ་དེ་ནི། ད་དེའི་ལི་ཡིན་ཕྲུག་ནི་ཞེས་སྐོར་བ་ད་འདིའི་དྲི་བ་འདིའི་ནང་ན་མི་འདུག་རིན་པོ་ཆེ་ལ་ཡང་སྐད་ཆ་ཉུང་ཉུང་ཞིག་སྤེལ་ན། ང་འདྲར་རྣམ་ཤེས་ཡིན་ན་འདྲ་དབང་ལུང་དབང་གནང་བ་ཡིན་ན་འདྲ། ད་ཅིག་དེ་ཚང་མ་ལ་འབྱུང་འགྱུར་གྱི་ཆ་ལ་ཡང་ད་ཅིག་བླ་མ་སྤྲུལ་སྐུ་དང་དེ་ཚོ་གི་ཡང་མར་མི་མང་ནང་སོང་དེ་དེ་སོང་སྟངས་ཀྱི་ཁ་ཕྱོགས་ཀྱི་ཐོག་ལ་དེ་ལྟའི་རྫ་ཞིག་མར་བབས་ནས་སོང་དགོས་ཡ་དེ་འདི་འདྲའི་ཅིག་སོང་ན་སང་ཡང་འདྲ་བོ་དེ་འདྲའི་རིན་པོ་ཆེ་ཆེ།

རི་པིང་ལ་དེ་ཡོད་རེད། སྔགས་བསྟན་པ་དེ་ཡོད་རེད་ཁོ་རང་ཚོ་ཡོད་ཟེར་ནས་ང་འགྲོ་མྱོང་མང་པོ་འགྲོ་མྱོང། ང་ཡང་དེ་འདྲ་ལ་ཅིག་ལྟ་ཡ་ལ་དགའ་པོ་རེད་ཅིག་དོ་སྣང་འདྲ་བྱེད་ཁ་བྱས་ནས། རི་པིང་གི་དེ་རྡོ་རྗེ་ཐེག་པའི་གི་ད་ཡིན་རྒྱུ་ཕལ་ཆེར་དེ་ཡིན་ས་རེད་གོ་རྣལ་འབྱོར་གྱི་རྒྱུད་བར་དུ་ཡིན་ས་རེད་རྣལ་འབྱོར་བླ་མེད་ཀྱི་རྒྱུད་དེ་ཕལ་ཆེར་ཡོད་ས་རེད་གོ་བསམ་བསམ་འདྲ་པོ་རེད།

བཟོ་གི་ཡོད་ས་རེད། དེ་རེད་བྱ། དེ་འདྲ་ཡིན་ན་ཡང་ད་པད་མ་སི་མཉམ་མེད་སར་ངན་འབྲི་ད་དེ་དུས་གང་རེད་ཟེར་ན་དེ་གང་ག་པ་ཕྱག་ལེན་འདྲ་ཞིག་ཆགས། ཨ་ཕྱག་ལེན་ད་མ་ཞིག་ཡང་རི་པིན་ཁོ་རང་ཚོ་གི་མི་རིགས་ཀྱི་ཤི་ཁ་དེ་གི་དེ་ནི་པད་མ་སི་གི་ཕྱག་ལེན་སྒྲོས་གཙང་མ་ཟེར་བ་རེད་ད་ང་ཚོ་ད་ཤི་ད་རྒྱུས་ཡོད་མ་རེད་ཡིན་ན་ཕ་བལྟ་ས་ལ་ད་པད་གང་ས།

རྣམ་རྟོག་གང་ཤེས་ཚད་ཐམས་ཅད་རྫས་རེད། བྱས་ཙང་རྫས་ལ་རྫོགས་ཡ་ཡོད་མ་རེད། རྣམ་རྟོག་ག་ཚད་ཤེས་ན་ཡང་ཚོགས་བསགས་ཡ་གི་རྒྱུ་རེད་ཟེར་གི་འདུག།
ང་དང་ཕ་ཆོས་ནི་ཧ་ར་ཅི་ལས་སོ། དེ་ག་ཙམ་ཅིག་གི་བསམ་བློ་བཏང་ཤེས་མཁན་ཅིག་དེ་ག་ཙམ་ཅིག་གི་གོ་བ་ཡོད་མཁན་ཅིག་ཡོད་པ་དེ་དཔེ་རེད་བ་ཡ་དང་དཔེ་རེད་བ། དེ་ནས་ཡུན་རིང་པོ་སྐད་ཆ་བཤད་ཉིན་གྲོགས་ཚོ་འདི་ད་མ་ཁོམ་པ་རེད།

ཁོང་གིས་དེ་ལ་སྐྱོར་དཔོན་དང་སྐྱོར་སྦྱངས་བཅས་ནང་བཞིན་བྱས་ནས། དེ་ནས་ཉི་མ་རེ་རེ་གི་སྔོན་འགྲོ་དངོས་གཞི་གི་དེའི་དབང་ཚབ་དེ་འདྲི་ཤེས་ཀྱི་བསྐོང་ཚོགས་ཉི་མ་བརྟག་པ་སོགས་དགོང་མོ་ཚར་ཡོང་ཟིན་བྲིས་རྒྱག་གི་འདུག་ད་བོད་པ་འདྲ་བ་ཡིན་ན་ཁོ་རང་ཁ་བཏུད་ག་འགྲོ་ཡ་དང་ཡང་ན་ལམ་ཀ་ནས་མོ་མོག་འདྲ་བཙོང་ག་རེ་བྱེད་དེ་འདྲི་བྱེད་མཁན་ཡོད་ན་བྱེད། དེ་མ་ཡིན་པ་ཡིན་ན་ཁོ་རང་ནང་སོང་ནས་ལྟ་ལུགས་ཡ་དེ་མ་གཏོགས་ཁྱོད་ནི་ལྟ་ཅིག་དབང་གིས་འདྲི་བཤད་དང་དེའི་ཕྱོགས་ལ་དོ་སྣང་ཡང་གནང་གི་མི་འདུག་དེ་སོར་རྒྱུན་གྱི་གསོང་སྟངས་དང་འབྲེལ་བ་ཡོད་ས་རེད་མདོ་སྨད་རྐྱང་པའི་སྐྱོན་ཡང་དངོས་གནས་ཡིན་ས་མ་རེད

རིགས་པས་ནི་ང་དག་ལ་མཁས་པར་མ་བྱས་ན་དཔང་ཆགས་ཀྱིས་ཀྱང་ཐམས་ཅད་མཁྱེན་ཉིད་མི་འགྱུར་ཏེ་དེ་ལྟ་བས་ན་གཞན་དག་ཚར་གཅོད་རྗེས་བཟུང་ཞིང་བདག་ཉིད་ཀུན་ཤེས་བྱ་ཞེས་བཀའ་ལ་དེར་བརྩོན་བྱ་ཟེར་ནས་རིག་ནུས་དེ་སོགས་ཀྱི་རྒྱུ་མཚན་ཞལ་དུ་བཞག་གི་ཡོད་རེད་དེ་ད་ལྟ་རིག་ནུས་ཙམ་མ་ཡིན་པར་སྤྱི་ཚོགས་ཀྱི་ཆེ་ས་ཆུང་ས་དག་ལ་རིན་པོ་ཆེ་ད་ལྟ་འཇར་པན་ལ་ཕེབས་ནས་རིན་པོ་ཆེ་གིས་ད་ལྟ་རྩོམ་གཅིག་གི་ནང་ན་འཇར་པན་གྱི་ཐའེ་ཝན་གྱི་གྲོགས་པོ་ཞིག་དང་མཉམ་དུ་སྔ་མོ་སྔ་མོ་འཇར་པན་ལ་ཕེབས་དེ་ནས་དེའི་མགྲོན་ཁང་ནང་ནས་བཞུགས། དེ་ནས་ཕྱིས་རྒྱལ་ས་ཕར་ཚུར་ཕེབས་ཡོད་ཚད་དེ་ནས་མེ་འཁོར་འབབ་ཚུགས་དེ་ཚོ་ནས་ག་ལེ་ག་ལེ་བྱས་ནས་བུ་དང་རུས་ལ་ལ་བསྐུར་བ་གང་སོགས་ཀྱི་ད་འཇར་པན་སྐད་རང་ཞིག་མེད་དེ། ད་ལྟ་ཁྲོ་བོ་མི་གཡོ་བ་དང་འབྲེལ་བའི་ཐོག་ནས་དེ་དེ་འདྲའི་གི་ཤབ་ཚགས་པོ་གི་རྒྱུས་ལོན་གནང་བའི་སྐོར་གྱི་རྩོམ་ཡིག་ཤག་ཙམ་ཞིག་རིན་པོ་ཆེ་གི་རང་རྣམ་དེ་ན་མི་ན་ཏིག་གི་ནང་ནས་ངས་འབྱིན་སོང་ལ། དེ་ནང་བཞིན་ད་ལྟ་རིན་པོ་ཆེ་ཆོས་གང་ག་གི་འགྲམ་ནས་རེད་དེ་མིན་ན་ཡང་དེ་ཚང་མ། ལྟ་ཞིབ་ཚགས་པོ་ཕར་བལྟ་ས་ཡིན་ན་གཅིག་ཡིན་ན་གཅིག་ཁ་ཞིག་གིས་ད། རྫོང་སར་མཁྱེན་བརྩེའི་སྲས་དེ་གིས་ཅིག་སྤྱི་བོ་བཏང་ནས་ཕེབས་དགོས་དོན་ཡོད་པ་ལྟ་བུ་ཞིག་འབར་ངས་ནམ་རྒྱུན་མི་དེ་ཚོ་འདྲི་རྒྱུ་བྱུང་རིན་པོ་ཆེ་ག་བ་འཇགས་ན་ཡང་ཅིག་བཞོ་ལ་དེ་འདྲའི་གི་རྐུ་མ་ཆེན་པོ་ཞིག་གི་ནང་ན་ཡི་གེ་མང་པོ་མང་པོ་ཅིག་བརྫབས་ནས་འདི་འདྲི་བྱས་ནས་བསྣམས་ནས་ཕེབས་གི་ཡོད་རེད་ཞུ་གི་ཡོད་རེད་བ། དེ་འདྲ་ཡིན་ཏེ་དངོས་གནས་ཀྱི་རིན་པོ་ཆེ་གི་དེ་ལྟ་བུའི་གྱི་ཅིག་སྐད་གཅིག་ཙམ་ཡང་མ་གཡེལ་བའི་ཐོག་ནས་དེ་ཚང་མ་དེ་ལ་དེ་གི་ཐུགས་སྣང་གནང་སློབ་སྦྱོང་གནང་ནས་ད་ཕྱིར་སྟོན་ཟེར་ན་འདྲ་ཚུར་མཐོང་ང་ཚོ་གི་འཇིག་རྟེན་སློབ་མ་གཅིག་གི་ངོས་ནས་བྱས་ན་དེ་ལྟ་བུ་མ་གཏོགས་ད་དོན་གྱིས་དེ་འདྲའི་དགོས་ཡོད་ཀྱི་མ་རེད་བ་ད་ཡིན་ན་ཡང་ང་ཚོ་གི་སྤྱི་ཚོགས་འདི་ལ་མཚོན་ན་དངོས་གནས་ཀྱི

ང་ཚོ་ཚང་མ་ཤེས་ཚར་གོ་གི་རིན་པོ་ཆེ་གི་དགོངས་པ་བཞེས་ཤོག་དང། ག་རེ་གནང་བཞིན་པ་དང་རིན་པོ་ཆེ་གནང་བའི་གྲུབ་འབྲས་དེ་གི་སྤྱི་ཚོགས་ཁྱོན་ཡོངས་དང་ཁོང་རིན་པོ་ཆེ་གི་བཀའ་སློབ་རེད་རིན་པོ་ཆེ་གི་ལྗགས་རྩོམ་རེད་ཚང་མ་གི་གྲུབ་འབྲས་མཐོང་གི་ཡོད་པ་དེ་ཡང་ཁོ་རྒྱུད་འབྲས་གི་འབྲེལ་བ་ཞིག་ཡོད་རེད་བ་དང། ང་ཚོ་དྭངས་སང་ཞལ་དང་ནས་འདོར་ན་དེ་ཡང་བཀའ་ལས་གཞིག་ཀྱང་དགོངས་པ་ཅིག་བཞེས། དངོས་གནས་ཀྱི་འབད་བརྩོན་ཅིག་གནང་ནས་བཞག་པ་རེད་མ་གཏོགས་དེ་ནི་རྒྱུ་མེད་རྐྱེན་མེད་དུ་བྱུང་བ་མ་ཡིན་པ་ཞིག་ལ་ངོས་འཛིན་བྱས་ནས་རོ། ཁོ་རྫོང་སར་མཁྱེན་བརྩེ་གི་མཚན་ནི་ཡོད་པ་ཙམ་གྱིས་བྱུང་བཞག་པ་མ་ཡིན་པ་ཞིག་ལ་མ་མཐའང་ངོས་འཛིན་བྱས་ནས་རྣམ་པ་ཚང་མ་གི་རིན་པོ་ཆེ་གི་བཀའ་སློབ་དང་བཀའ་གསུང་དེ་ཚོ་ལ་དོ་སྣང་སྔར་ལས་མང་བ་གནང་ཡ་དེ་ང་རང་གི་རིན་པོ་ཆེ་ཡིག་ཚང་འདི་ནས་ནི་སེང་གེ་ཚང་མ་ལ་འབུལ་ཁུར་ཞུ་གི་ཡོད། དེ་ནས་དེའི་མཇུག་ཏུ་ད་ང་དྲི་བ་གཅིག་ཡོད་ལ་རིན་པོ་ཆེ་དེ་དྲི་བ་གཅིག་དེ་ག་རེ་ཡིན་ཟེར་ན་ད་རིན་པོ་ཆེ་སྒེར་དང་འབྲེལ་བ་འདྲ་བོ་ཞིག་རེད་བཞག་དེ་འདྲ་ཡིན་དུས་ད་ཁྱེད་རང་ལྟ་བུ་ཡོད་ན་ཤག་ལས་རྒྱ་ཆེན་པོ་རེད་དེའི་ནང་ནས་ད་གཙོ་བོ་གཅིག་དེ་བརྒྱ་ཁྲི་བརྒྱ་སྟོང་གི་འགྱུར་དེ་རེད་ད་འགྱུར་དེ་ཡང་ང་ཆོས་ཀྱི་དང་པོ་ཚོགས་པ་ལས་བརྒལ་ནས་ཟེར་ན་འདྲ་ཧ་ཅང་འབོར་ཆེན་པོ་ཞིག་ད་ལྟ་འགྲུབ་བཞིན་པ་དང་དེ་ན་ནས་ལོ་སྔ་མ་སྔ་མ་དེ་ཚོ་ད་ན་ཡང་དགོངས་དགོན་བདག་དེ་ཚོ་ལ་ཡང་རྡོ་རྗེ་གདན་དེ་འདྲ་ནས་ཡང་དམིགས་བསལ་གྱི་འདུ་ཁ་ཆེན་པོ་དེ་འདྲ་གྲུབ་ནས་དེ་ནི་རིན་པོ་ཆེ་རང་གི་དབུ་བཞུགས་གནང་ནས་རྣམ་པ་ཚང་མ་གཅིག་མཉམ་དུ་ཀློག་ཡ་དང་བསྟུན་འཁྲིད་ཀྱི་ཐོག་ནས་མཛད་སྒོ་དེ་འདྲ་ཡང་སྤེལ་གནང་གི་འདུག་ད་ཏོག་ཡབ་དགུ་ལོ་གསུམ་གྱི་རིང་དེ་ལ་ཕྱག་ལས་ལ་ཕར་སྐྱོན་འགོག་རྐྱེན་སོང་ཡོད་ཀྱི་མ་རེད་དེ་སྤྱི་ཚོགས་ཁྱོན་ཡོངས་ནས་ཡང་དེའི་སྐོར་ལ་མང་པོ་ཅི་ཧ་གོ་གི་མེད་དུས་ད་ད་ལྟ་ཡིན་ན་དེ་རྩ་བའི་ཆ་ནས་ང་ཚོ་ཡང་སྤྱིར་སྤྱིར་བཏང་གི་དུས་ཚོད་ཅིག་དང་ཚུར་སླེབས་ཡོད་དུས་ཀྱི་ད་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ལོ་འདི་ལ་རིན་པོ་ཆེ་གི་དབུ་ཁྲིད་ནང་ཡིན་པའི་རྒྱ་ཁྲི་བཞི་སྟོང་གིས་ད་བཀའ་འགྱུར་དབྱིན་སྐད་ཀྱི་ལས་གཞི་གི་དང་འབྲེལ་བའི་ཐོག་ནས་དམིགས་བསལ་གྱི་ཡང་ཅིག། ད་ལོ་དམིགས་བསལ་གྱི་དེའི་ཐོག་ལ་འདི་གྲས་ཅིག་གྲུབ་སྟེ་ཡང་མདོ་འདི་གྲས་ཅིག་ཚར་ནས་ཡང་འདི་འདྲ་ཅིག་ང་ཚོ་ཡང་འདྲ་ཅིག་ཆུ་སྟོད་ཟེར་བ་ནང་ཡིན་གྱི་ཡོད་ན་འདྲ་ཅིག་དེ་ཡང་ན་དེ་དང་མཉམ་དུ་འདི་གྲས་ཤིག་ཡོང་གི་ཡོད་ཟེར་བ་དེ་འདྲའི་གི་དམིགས་བསལ་གྱི་ཡང་དེ་འདྲའི་ཡོད་བས་ལ་དེ་ཡང།

དེ་ནས་འགྱུར་སྟངས་དེ་པདྨ་བདེ་པོ་བྱས་ན་གང་ཟག་གཅིག་ག་རེ་ཟེར་དགོས་རེད། ཐབས་མཁས་པ་བྱས་ན་མ་འགྱུར་ན། ད་ཡང་གོ་བ་ལོག་འགྲོ་གི་རེད་བ་ད་དེ་གོ་ནོར་ག་གོ་བ་ག་འདྲ་ཐེབས་ཀྱི་ཡོད་མེད་ཧ་གོ་གི་མི་འདུག་དཔེར་ན་ངའི་མཚམས་མཚམས་ལ་རྩེད་མོ་བྱས་ནས་བཞུགས་མྱོང།

སྐད་ཡིག་རིགས་གཞན་དག་ཅིར་འགྱུར་ཡོང་དུས་གང་ན་ཨ་ད་འདི་ཚོ་ད་འདི་ཆོས་ཕྱོགས་རིས་ལ་ད་འདི་ལས་ལྷག་ཅིག་ཡོད་ས་མ་རེད་བསམ་བསམ་འདྲ་པོ། ཨ་ཚོ། དེ་ནས་ཤི་ན་ཡང་ཆོས་ལུགས་འདི་གསོན་ན་ཡང་ཆོས་ལུགས་འདི་བར་དོ་ལ་ཡང་ཆོས་ལུགས་འདི་མ་འོངས་པ་ལ་དེ་ནས་སྐྱེ་བ་བླངས་ན་ཡང་ཆོས་ལུགས་དེ་རྐྱང་པ་གིས་དེ་ནས་གང་ཟག

ནུབ་ཕྱོགས་ཀྱི་དབང་བསྒྱུར་དེ་ཞི་བོ་ཇའི་རོ། འཛམ་བུ་གླིང་གི་གོ་ལ་ཧྲིལ་པོར་ཕལ་ཆེར་བསྒྱུར་ཡོད་རུང་དབྱིན་ཇིའི་རྐྱང་པ་གིས་ད་དེ་ག་ནང་བཞིན་ནུབ་ཕྱོགས་རྒྱལ་ཁབ་དགུ་བརྩིས་ཡོད་རེད་ད་ཁོང་ཚོས། མང་ཆེ་བ་གིས་ནུབ་ཕྱོགས་ཀྱི་རྒྱལ་ཁབ་མི་དེ་ཚོ་གིས་ནུབ་ཕྱོགས་ཀྱི་རྒྱལ་ཁབ་དེ་ཚོ་གིས་རང་དབང་རང་བཙན་སྤྲད་ཚར་ནས། རྒྱ་གར། ལྷོ་ཨ་ཧྥི་རི་ཀ། སིང་གྷ་པུར་དེ་ཚོ་གིས་རང་དབང་རང་བཙན་སྤྲད་ནས་ད་ཁོ་རང་ཚོ་ཁོ་རང་ཚོ་ཕར་ཕྱིན་རེད་བསམ་གི་བསམ་པ་འདུག་བ་མ་རེད་ད།

གུས་བཀུར་བྱས་ནས་བརྩེ་གདུང་བྱས་ནས་དད་པ་བྱས་ནས་བསྒྱུར་འགྲོ་མཁན་ཡང་ཡོད་ཀྱི་རེད་མང་ཆེ་བ་ནི། དེ་ནས་ཡང་རིགས་གཅིག་རྐང་འཛིན་ལ་སོགས་པའི་གི་ཉམས་ཞིབ་བྱེད་མཁན་ཚོ་གས་བསྒྱུར་འགྲོ་གི་ཡོད་རེད་ཁ་ཤས་ཀྱིས་ནི་ཚོང་གི་དང་དེ་འདྲའི་བྱས་བྱས་ནས་བསྒྱུར་མཁན་དེ་འདྲ་ཡང་མང་པོ་ཞིག་ར་ཡོད་རེད། བྱས་ཙང་ད་ངས་བསམ་པ་ལ་ད་བསྒྱུར་ནི་བསྒྱུར་ས་རེད་དེ་ལས་ད་ང་རང་ཚོ་གི་ཇུས་གཏོགས་ཡོད་པ་བྱས་ནས་བསྒྱུར་ཐུབ་ན་ཡག་ག་མེད་འགྲོ་བསམ་ད་བསྒྱུར་བ་རེད།

ནུབ་ཕྱོགས་པར་སྐྱོན་བརྗོད་བྱེད་ངེས། ཡིན་ནའང་བཀའ་འགྱུར་ཨིན་ཇི་སྐད་ལ་བསྒྱུར་གྱི་འདུག། གཙུག་ལག་སློབ་གྲྭ་དེ་ཚོར་ཨིན་ཇི་སྐད་ལ་བསྒྱུར་དགོས་དུ་ག་རེ་ཡིན་ནམ་བསམ་པའི་བསམ་བློ་དེ་འདྲ་ཡང་ཡོད་ས་རེད། དེ་ནས་དེ་དེ་ངས་ད་ལྟ་ཞུས་པ་ནང་བཞིན་གང་བྱས། ནུབ་ཕྱོགས་པའི་གི་བསམ་བློ་དེ་དག་ཕལ་ཆེར། ང་ཚོ་འཛམ་གླིང་ག་ས་ག་ས་ལ་ད་འཛུལ་ཚར་ད་དེ་ད་ཕལ་ཆེར་དེ་དེར་བསྐྲུན་ན་མ་ད་པ་རེད་ཚར་དྲན་གྱི་འདུག་ངས། ད་དེ་མང་རུ་མང་རུ་འགྲོ་ཡ་མ་གཏོགས།

གཞན་ལ་སྤེལ་མ་ཐུབ་ན་ཡང་རང་རང་སོ་སོ་རང་རང་སོ་སོ་ཡང་ཅིག་འཛུགས་འཛུགས་ས་འདི་རེད་ཟེར་མཁན་ཅིག་ལྷག་བསྡད་ཡོད་སྲིད་ཀྱི་རེད་ཡིན་ན་ཡང་ད་དེ་ཡང་དཔེ་འདྲའི་ཚར་ཆོག་དེ་རེད་གང་རྒྱས་འཛམ་བུ་གླིང་འཛམ་གླིང་ག་ས་ག་ས་ལས་ནུབ་ཕྱོགས་པའི་གསར་མ་ཏང་ཙང་ནས་ཤུགས་ཆེན་པོ་དེ་སླེབས་ཚར་བ་ཡིན་ཙང། རང་ཚོའི་བཀའ་བསྟན་འགྱུར་དེ་ཚོ་ཡང་བལྟས་ཚེ་ཅིག་ནུབ་ཕྱོགས་པའི་སྐད་ཐོག་ལ་བ་སྒྱུར་བྱས་ནས་དེ་ནས་གཙུག་ལག་སློབ་གྲྭ་ལ་སོགས་པ་ལ་ཡང་ཅིག་བཞག་ཐུབ་པ་ཡིན་ན་ཅིག་བྱས་ན་ཕན་སྲིད་ཀྱི་རེད་བསམ་གི་བར་ད་དེ་འདྲའི་གི་དེ་ནས་དཀའ་ངལ་འདུག་ད་དཀའ་ངལ་ཆེ་ཤོས་ཅིག་གསར་པ་ཅིག་དེང་སང། དེ་ད་ག་ཟེ་ངས་གསར་འགྱུར་གྱི་ཚུལ་དུ་ཞུ་གི་ཡོད། ད་དེང་སང། གློག་ཀླད་ཀྱི་སྐད་བསྒྱུར་མཁན་དེ་འདྲ་ཡོད་རེད། མ་སོང།
གློག་ཀླད་ཀྱི་བསྒྱུར་བྱ་ཕྱོགས་ཀྱི་མདོ་སྡེ་ཁ་ཤས་ཅིག་ང་ཚ་ལ་འབྱོར་སོང། མ་སོང།
ཞིབ་ཅིང་བྱས་ནས་མ་བལྟ་ན། དབྱེ་བ་འབྱེད་ག་ལ་ཁ་བ་རེད་ད། ད་ཚེ་དཔེ་རྙེད་འགའ་ཚར་བ་རེད། ཅི་རེད་ཅི་བྱེད།

ད་ལོག་གི་ལོ་ཟེར་བ་རེད། ན་ནིང་ཟེར་ནས་ད་ད་ལོག་གི་ལོ་དེ་ཚོ་ལ་ང་ཚོས་ད་ཅིག་བསམ་བློའི་ནང་དུ་ལ་ཡང་སེམས་ཁྲལ་ཟེར་ན་མི་འདུག་ཚོགས་འདུ་དེ་ཚོ་ཚོགས་དུས་གང་རུང་ཚོགས་ཡག་གི་ག་རེ་ཟེར་གི་གླེང་གཞི་ཟེར་ན་མི་འདུག་ད་དེ་ཚོ་དེ་ཚོ་ཡིན།
ལགས་སོ།

ད་རིན་པོ་ཆེ་གི་བཀའ་འགྱུར་གྱི་འགྱུར་དེ་དཔེ་ཡག་པོ་བྱུང་ཡོད་རེད། གཡོ་སྒྱུའི་རྒྱུ་མཚན་འདྲ་བོ་དེ། དཔེར་ན། གཞི་ཡག་གང་ཁྱབ་ཕར་ཆེར་ཡིན་གཅིག་གོ་རང་གི་དཔེ་མཚོན་ལ་བཞག་ནས་དེ་འདྲའི་འདྲ་བོ་གཞན་པ་ཁ་ཤས་བསྒྱུར་བ་འདུག། ཡིན་ནའང་བསྒྱུར་མཁན་མ་འདྲ་མ་འདྲ་བས་འགྱུར་ཡག་པོ་དེ། དཔེ་དང་ནོར་དེ་ཡོད་ན་ཡང། ཀྱི། ལོ་ཙཱ་བ་གཅིག་གིས་བསྒྱུར་བ་དེ་གཞན་གཅིག་གིས་མི་ལེན། གཞན་གྱིས་བསྒྱུར་བ་དེ་གཞན་གཅིག་གིས་མི་ལེན། དེ་འདྲ་བྱས་ནས་མཐར་ཉིད་དང་སྒྱུར་སྟངས་དེ་ཚོ་གི་སྤྱིར་བཏང་གི་ལོ་ཙཱ་ཟེར་བ་དེ་ཁོ་རང་ཚོའི་སྒྱུ་རྩལ་འདྲ་བོ་ཞིག་རེད་འདུག་བ། དེ་ཁོ་རང་སྒྱུར་སྟངས་ཀྱི་ཐབས་ལམ་ཅིག་ཡོད་ཡོད་དེ་གི་ཁོ་རང་དེ་མ་རེད་ཟེར་ཡ་མེད་པའི་གཞི་འཛིན་ས་ཅིག་ག་ཡོད་ཀྱི་རེད། དེ་འདྲ་ཡིན་དེ་གི་ད་དུས་དང་ནི་ཕར་འཐེན་འཁྱེར་བྱེད་ཡ་དང་གཅིག་གྱུར་མེད་པ་དང་ནི་དེ་དཔེ་ག་ལས་ཁག་ཤོས་ཅིག་རེད། ད་ཡིན་ན་རིན་པོ་ཆེ་འདྲ་བོ་ཡིན་ན་ལོ་ཙཱ་གི་སྡེ་ཚན་ག་འདྲིས་མང་པོ་ཡོད་ན་ཁོ་རང་གཞིར་རྩིས་ཀྱི་བང་ཚད་འདྲ་བོ་ཅིག་བ་དེ་ང་ས་རྒྱལ་པོ་སྐད་ཆེ་ཅིག་ནི་རྒྱལ་པོ་གི་བང་མི་ནང་གི་སྒྲིག་འཛུགས་ཅིག་གི་ཐོག་ནས་གཞིར་རྩིས་ཀྱི་མི་གཅིག་གི་ངོས་དེ་ཁོ་ན་ཡིན་ཟེར་ནས་འགྲོ་སའི་ལམ་ཀ་དེ་མེད་པ་བྱས་ནས་ཐུན་མོང་དང་གཅིག་གྱུར་ལ་ཕྱོགས་པའི་དེ་འདྲིའི་གི་ལམ་ཀ་ཡག་པོ་ཅིག་གི་ཐོག་ལ་ཕེབས་ཀྱི་ཡོད་ཙང་ནི་རིན་པོ་ཆེ་གི་དེ་གི་ད་ལྟ་གཙོ་སྐྱོང་གནང་བཞིན་པའི་དེ་གི་བརྒྱ་ཁྲི་བརྒྱ་སྟོང་གི་རྒྱུར་དེ་དཔེ་ཡག་པོ་འདུག་ཟེར་ངས་དེའི་སྐོར་སྐད་ཆ་དྲིས་ཡིན་པ་དེ་འདི་དེ་དེ་འདྲིས་ཟེར་ཁོང་འདྲ་བོ་ཡིན་ན་ཨིན་ཇིའི་ཤེས་ཀྱི་ཡོད་པའི་རྒྱུ་མཚན་གྱིས་དེ་འདྲིས་བཟུང་གི་འདུག། དེ་འདྲ་ཡིན་ད་ད་ལྟའི་དུས་ལ་མགོ་བོ་དང་རྣམ་གྲངས་མང་པོ་ཞིག་གི་ཐ་ན་གློག་ཀླད་ཁོ་རང་གི་ཡང་རང་དགར་གུ་གྱུར་འགྲོ་གི་ཡོད་དུས་ད་ལྟའི་དཀའ་ངལ་གདོང་ལེན་མང་པོ་ཞིག་དང་གཏན་ནས་མི་བསྒྱུར་བར་ལྷག་འདུག་ས་ཁྱོན་ནས་མེད་པར་བ་ལ། དེ་འདྲ་ཡིན་ན་ད་འགའ་རེས་གི་དེ་གི་འགོ་བསྒྱུར་འགའ་རེས་གི་མཇུག་བསྒྱུར་གང་མཁོ་དེ་ལེན་གི་བྱ་ཐབས་སྤྱད་ནས་ཁྱད་པར་དུ་དེ་གི་ཅིག་ཤོས་ཡིན་པ་དང་དེ་འདྲའི་གི་དེ་ཞིབ་འཇུག་པ་ཟེར་བ་དེ་ཚོ་སོ་སོ་གི་སྒྲུབ་བྱེད་གི་རྒྱབ་ལྗོངས་ལ་འབྲེལ་བ་ཡོད་ལ་མེད་ལ་ཅིག་དེ་ཡོད་པ་རང་བྱས་ནས་བསྒྱུར་ཡ་ཨང་དང་པོ་བཞག་ཡ་མ་གཏོགས། སྤྱིར་བཏང་གི་ཡིག་གཞུང་དེ་དང་གཏམ་རྒྱུད་དེ་དང་མདོ་དེ་གི་རྩ་བའི་སྒྲོམ་གཞི་དེ་ཡག་པོ་གཅིག་ཡར་བསླངས་ཡག་གི་བསམ་པ་ཚུན་དེ་ངོས་ནས་བྱེད་ཀྱི་ཡོད་ས་མ་རེད། དེ་འདི་གི་རིན་པོ་ཆེ་འདྲ་བོ་ཡིན་ན་དེ་འགྱུར་རིགས་ཀྱི་ལས་གཞི་དེ་དབུ་བརྩམས་ནས་ད་ལྟའི་བར་དུ་སོ་སོ་ཡིན་ན་བུ་གཅིག་འགྲམ་ནས་བར་འཇགས་ད་ལྟའི་གི་དོར་སྣང་ཞུས་ད་ལྟའི་གི་ད་དངོས་གནས་གི་ད་ཤག་ལས་དེ་དང་དགོངས་པ་ཡིག་གཞོག་དེ་ཧ་ཅང་གི་ད། གཏམ་པ་གཅིག་ངོས་ནས་བསམ་བློ་བཏང་བ་ཡིན་ན་ད་དེ་ལས་ལྷག་ཅིག་མེད་པ་ཞིག་རེད་བསམ་བའི་ངོས་འཛིན་དེ་ང་རང་སྒེར་ལ་ཡིན་ན་ཅི་ཡོད། དེ་འདྲ་ཡིན་ན་ཡང་དེ་རང་ཡང་བརྒྱུད་ལམ་དེའི་ཐོག་ནས་རིན་པོ་ཆེས་རྩ་བའི་ཆ་ནས་དེ་གའི་གནས་སྟངས་དེ་ཚོ་གསར་བཤད་དང་བཀའ་ལན་གནང་ཡོང་དུས། དེ་ཡང་མང་པོ་ཞིག་ལ་དེ་ལས་ཀྱང་གསར་བོ་ཆགས་ཡག་གི་རེ་བ་ཡོད། དེ་ཞུ་གི་ཡོད།

ཨ་ང་གློག་བརྙན་ལ་དགའ་མོས་བྱེད་མཁན་དེ་ཚོ་སེམས་ན་འདྲ་འདྲ་ད་དེ་སྤྱིར་བཏང་གི་རྒྱབ་ལྗོངས་ཡིན་ད། རིན་པོ་ཆེ་རང་གི་དགོངས་གཞི་དང་ནང་དོན་ག་རེ་ཡིན་ལ་མ་ཡིན་མིན་ལ་མ་ལྟོས་པར་དེ་འདྲའི་གི་ཅིག་གློག་བརྙན་རང་གི་ངོས་ནས་ཡིན་ན་དེ་འདྲའི་གི་གསར་པ་དེ་འདྲའི་གི་འཆར་གཞི་དང་དེ་འདྲའི་ཡོད་ཡ་ལ། འོ་དེ་ང་འཆར་གཞི་ཁ་ཤས་ཅིག་ཡོད་གཅིག་ཉེ་ཆར་རང་ད་པར་ལེན་ལ་སོགས་པ་དེ་ཚོ་བྱས་ཚར་ཡིན་ད་ཡིན་ན་ཡང་ད་ཕྱོགས་བསྒྲིགས་བྱས་ཡ་དང་དེ་ཚོ་ལ་དགའ་ཅན་ཅིག་འགོར་འགྲོ་གི་རེད།

ད་དེ་རིང་གི་དག་གི་མིག་སེར་གྱི་རྗོ་བྱེད་ཅིག་གི་ཐོག་ལ་རིན་པོ་ཆེ་ལ་བཀའ་སློབ་དང་བཀའ་འཁྲོལ་ཅིག་ཞུ་གི་ཡིན། ད་དེ་གང་ཡིན་ཟེར་ན་གཙོ་བོ་དེ། རོང་ཟོམ་ནང་ཆོས་བརྙན་འཕྲིན་འདི་དང་འབྲེལ་བའི་ཐོག་ནས་ཞུ་གི་ཡོད། དེ་དེ་སྤྱིར་བཏང་གི་ཡིན་ན་ད་ང་རང་སྒེར་གྱི་གཉེར་བཞིན་པའི་སྤྱིར་བཏང་གི་ཡུལ་འཁྲབ་ཀྱི་ཆ་ནོར་ཟེར་བའི་དེ་འདྲའི་ལེགས་རྟགས་ཆུང་ཆུང་ཞིག་ཟེར་བའི་ད་དངོས་གནས་ཀྱི་བརྙན་འཕྲིན་ཟེར་བ་འདྲ་བ་དེ་འདྲའི་གང་ཡང་མ་རེད་མིང་དེ་འདྲ་ཞིག་བཏགས་བཞག་པ་རེད། ཡིན་ན་ཡང་དེང་སང་གི་སྟབས་ལེགས་པ་ཅིག་ལ། སྤྱིར་བཏང་ང་སྔ་མོ་སྔ་མོ་ནས་རི་པོ་ཆེ་དེ་འདྲ་ཡོད་ལོ་བཅུ་ལྷག་ཅིག་སྔོན་ང་ཀྲོང་ཧྲན་སློབ་གྲྭ་ན་ད་ལྟ་རྒྱ་ཡིག་སྦྱངས་དུས་ཡོད་དུས་མི་ལ་རི་བོའི་གནམ་མཐའི་གློག་བརྙན་དེ་འདྲ་འོ། མ་རིང་པོ་དེ་འདྲ་འོ། དེང་སང་བརྙན་འཕྲིན་ཟེར་བ་དེ་དཔེ་མི་སྲིད་པོ་རྒྱ་ཆེན་པོ་རིགས་ཀྱང་འདེད་དེ་ནི་ད་དངོས་གནས་ཀྱི་ཅིག་ཆུའི་ཟླ་དུས་སུ་ཀྲང་མོ་དཔེ་མི་སྲིད་པོ། ཡག་པོ་དཔེར་ཆགས་ས་རེད་དེ་འདྲས་ཅིག་ཡོད་ན་ག་འདྲ་ཡིན་ན་བསམ་མྱོང་ཡིན་ནའང་ད་ལྟའི་ཁྲི། གོར་མོ་དུང་ཤོར་མང་པོ་གི་གྲངས་ཀ་ཡིན་དུས་ཀ་རྨི་ལམ་ཁོ་རང་རྨིས་མ་ཐག་པ་འདྲ་བོ་རེད་འདུག་ཡིན་ན་དེང་སང་ཁོ་རང་མི་སྒེར་གི་བརྒྱུད་ལམ་དེ་ལ་སྟབས་ལེགས་ནས་གནས་སྐབས་ཧ་ཅང་གི་དེ་གི་ཅིག་རྦད་དེ་ལྟ་མཁན་མང་པོ་མེད་ན་ཡང་ག་རེ་བཤད་བཞག་པ་དེ་ཕར་བཞག་ཆགས་ཡག་གི་དགེ་མཚན་ཞིག་ཡོད་ད་དེ་གི་དེའི་གོ་སྐབས་འདྲ་བོ་ཅིག་བསམ་ནས་ང་རང་གི་དེའི་བརྒྱུད་ལམ་འདྲ་བོ་དེ། གཟུགས་རེད་ད་གཟུགས་ནི་བློ་གཅིག་ཡིན་འདྲ་བོ་དེ་འདྲ་ཅིག་དེའི་ནང་ལ་ཅིག། རྒྱལ་བའི་དམ་པ་རེད་ཤེས་ཡོན་རེད་ད་རིན་པོ་ཆེ་ནང་སྔ་ཆོས་དེ་ག་ད་སྟོང་པའི་འཁྲུངས་སྐར་དང་འབྲེལ་བའི་ཤིས་ཚིག་གནང་ཡག་དང། ཐོག་མར་དེའི་སྐོར་ལ་སྙན་གསང་ཞུས་དུས་ཡང་རྒྱབ་སྐྱོར་དཔེ་མི་སྲིད་པར་ག་རེའི་དགོས་ན་ཁྱེད་རང་ལ་གིས་རྒྱབ་སྐྱོར་བྱེད་གསུངས་ནས་རིན་པོ་ཆེ་གིས་དེ་འདྲའི་གི་དེ་གི་ཐུགས་སྨོན་དང་བཀའ་སློབ་དེ་འདྲ་གནང་མྱོང། དེ་འདྲ་ཡིན་དུས་སོ་སོ་དེ་གི་སེམས་ཤུགས་འདྲ་བོ་ཞིག་ཡོད་པའི་རྒྱུ་མཚན་གཙོ་བོ་གཅིག་དེ་དེ་ཡིན་ལ། དེ་དང་མཉམ་དུ་ད་ལྟའི་ངའི་རང་བཟོའམ་ཞེས་བཏགས་དགོས་ཡག་གི་རྒྱུ་མཚན་དེ། ད་ལྟའི་ང་རྒྱུ་མཚན་ཟེར་ན་འདྲ་སྤྱིར་བཏང་གི་ང་འགྱུར་རྙིང་མ་གི་ངོས་ནས། ཀུན་མཁྱེན་རོང་ལོང་རྣམ་གཉིས་ཟེར་ནས་ད་དཔེ་མི་སྲིད་པར་སྐར་ཆེན་པོ་ཞིག་ལ་བརྩི་གི་ཡོད་རེད་ད་ཡིན་ན་ཡང་ཕ་ཕར་དེད་སོང་སྟེ་ཉེ་ཆར་རང་བཟོའམ་ཞིབ་འཇུག་དང་འབྲེལ་བའི་ལས་ཀ་བྱེད་མཁན་གྱི་མཁན་པོ་དང་མཁས་དབང་ཁ་ཤས་ལ་ང་ཚོས་བགྲོ་གླང་ཡང་མང་བོ་བྱས་ཡིན་དེའི་སྐོར་ལ་དཔེར་ན་དགེ་རྒན་ཆེན་མོ་རྡོ་རྗེ་དབང་ཕྱུག་དང་ད་ལྟ་རྣམ་གྲོལ་ལངས་མཁན་མཁན་པོ་ཁ་ཤས། ཁོང་རྣམས་པ་དེ་གི་སྒྲོག་ལང་ཞིག་དེ་ཡང་དངོས་གནས་ཡིན་ན་རང་གཟིམ་སྐུ་བཤགས་པའི་རྗེས་སུ། དེ་ནས་འཇམ་མགོན་མི་བུམ་ལ་ཐུག་གི་པར་དུ་དུས་རིང་པོ་ཞིག་ལ་རང་གཟིམ་དེ་སྤྱི་ཚོགས་ཀི་ཁྲོད་ནས་དང་བོ་ཀི་ནང་ནས་བརླག་སོང་བ་འདྲ་བོ་ཞིག་རེད་ཤག་ཁོང་དང་ཁོང་གི་གསང་འབུམ་དེ་ཁོང་གི་བསམ་བློ་དེ། ཡིན་ན་བརླག་དགོས་པ་ཞིག་ཁྱོན་ནས་རེད་མི་འདུག་ད་ལྟའི་ང་རང་གི་དེ་རྒྱུ་མཚན་གང་རེད་ཟེར་ན་རང་གཟིམ་གི་བསམ་བློ་དང་ལྟ་གྲུབ་དང་དགོངས་པ་ཞིག་དང་དེ་དཔེ་དམིགས་བསལ་ཞིག་རེད་ཤག། དེ་འདྲ་ཡིན་དུས་ངའི་ཁོང་གནམ་ས་གི་ཀ་བ་ལྟ་བུ་རེད་ཟེར་དེ་འདྲའི་གི་རྩོམ་ཡིག་ཅིག་བྲིས་ཡིན་ད་ལྟའི་རིན་པོ་ཆེ་ལགས་ངས་དེ་རང་ངེས་པར་དུ་སྙན་གསང་ཞུ་གི་ཡིན་ཡང་དེ་ས་མཁན་དེ་ཚོ་ངའི་སྐད་ཆ་མང་དྲགས་ཟིག་བཀའ་བཀྱོན་གནང་ན་ཡང་ད་དེ་བར་མི་འདུག་རེད་ང་རང་གི་དེ་ག་རེ་རེད་ཟེར་ན། སྔ་འགྱུར་རྙིང་མ་དེ་གི་ད་རོང་བཟུང་གི་དུས་དེ་ལ་རྙིང་མ་དེ་དཔེར་ཉམས་ནས་རེད།

ངས་བལྟས་ན་ད་ཕྱིས་སུ་ལོ་ཙཱ་བ་མང་པོ་ཞིག་གིས་སྔ་འགྱུར་གྱི་ཆོས་དང་རྒྱུད་དག་མ་ཡིན་མིན་དང་དེ་ཚོ་ལ་སྐྱོན་བརྗོད་བྱེད་པ་མང་པོ་ཞིག་སྟེ། རྦད་དེ་རྒྱུ་མཚན་དངོས་གཉིས་ཀྱི་ཚད་དོན་མེད་རྒྱུ་མང་པོ་འདུག་ད་དེང་བཤད་ཁག་ག་ཆ་མིན། ད་ག་རེ་ཡིན་མིན་ལ་མ་ལྟོས་པར་ཁ་ཞེ་ཆེན་པོ་ཞིག་གི་ཐོག་ནས་སྔ་འགྱུར་དེ་ལ་བས་ཁ་ཟེར་མཁན་མང་པོ་བྱས་ནས

དེ་འདྲ་ཡིན་དུས་རྙིང་མ་བདག་པོ་རྒྱབ་ནས་སྔར་ཡོད་པ་ཡག་པོ་དེ་བདག་པོ་རྒྱག་མཁན་དང་གསར་བ་དེ་ཚོ་ཡང་དུག་ཅག་ག་བ་ཡིན་ཡང་མར་བ་ལ་ཡག་པོ་དེ་ཚོ་ཡང་ཁོང་རང་གི་ཉམས་ཞིབ་གནང་ནས་ཡག་པོ་གནང་དུས་ངའི་བསམ་བློ་འཁོར་སྟངས་གཅིག་ལ་ལྷུང་སོམས་པ་དེ་ཡག་བྱས་ཏེ

ཡིན་ན་ཡང་ད་ལྟ་ང་ཚོ་དངོས་སུ་བཞུགས་བཞིན་པ་དེ་ཚོ་དང་ཐེག་ཆེན་ཚུར་བཞུགས་དང་མ་ངེས་པའི་གཏམ་འཁྲུལ་གྱི་འབྲེལ་བ་ཁྱད་པར་དུ་ཐེག་ཆེན་ཚུར་བཞུགས་དང་དར་ཅིག་དེ་གའི་དམ་ཚིག་རྡོ་རྗེ་ཆེན་པོ་འཇའ་ཧོན་ཚང་ཆོས་ཀྱི་འབྲེལ་བ་གནང་སོང་ཞེས་པ་ལ་སོགས་པ་དེ་ཚོའི་བར་གཅིག་འཇགས་ཡོང་བ་ཡིན་ན་ད་ང་རང་འདྲ་བ་ཡིན་ན་སྔ་ཆོས་དང་པོ་འདི་ང་རང་གི་ཅིག་ལུས་དང་བསོད་ནམས་འདྲ་བ་ཞིག་གི་ཐོག་མར་ལུམ་མདོ་ལ་མཁན་པོ་ཆོས་ཁྱབ་ཀྱི་སྐུ་མདུན་ན་དཔེ་ཆ་ལྟ་བཟའ་འགྲོ་དེ་ནི་ད་ཁོང་གི་སྒར་དེའི་རོང་ཟོམ་གྱི་སོང་སྟེ་དམིགས་བསལ་གྱི་དཔེ་བཙལ་ཆེན་པོ་བྱས་ཁམ་བུ་ཆུ་ཆུ་ས་ཁོང་གི་ཡང་པར་རོང་ཟོམ་ཆེན་པོ་དེ་དཔེ་བཙལ་འདོན་གནང་གི་རེད་ལ་ང་རང་ཐེངས་དང་པོ་ཆུ་ཆུ་དེ་ཡང་ཐག་ཆུ་འཚུབ་འཇུག་གི་སྐེད་པ་ནས་འཇིགས་ཤོས་ཡག་གི་གོ་སྐབས་བྱུང་ཡོད་རེད། དེ་འདྲའི་གི་ཅིག་བག་ཆགས་ཤིག་གི་ཡང་ཡིན་ས་རེད་དེ་ནི་རོང་ཟོམ་ཆེན་པོ་དེ་ལ་དཔེ་སེམས་གི་བཏང་ནས་ཤེས་ཁོག་རྐྱང་པ་མ་ཡིན་པའི་ད་ཁོང་དང་ཁོང་གི་དགོངས་པ་དེ་རྩ་ཆེན་པོ་ཞིག་རེད་མ་མི་རེ་རེ་ཡི་ནང་དེ་ཅིག་ཧ་གོ་ན་བསམ་ཡག་གི་བསམ་བློ་ཞིག་ཡོད་དེ་ང་ཐབས་ལམ་གཞན་པ་ཅི་མེད་དེ་གི་ང་རང་གི་ཡུལ་འཁྲབ་གི

དེ་འདྲ་ཡིན་དུས་ད་རིན་པོ་ཆེ་ལ་ཡང་དེ་གི་དགོངས་གཞི་དེ་འདྲ་ཡོད་པ་དང་ཡང་དམིགས་བསལ་གི་དུས་ཕྱོགས་ལ་དགོངས་པ་ཞིག་ཡོད་པ་དེ་འདྲས་ཅིག་ཚོར་སོང། ཁྱད་པར་དུ་དེ་གི་ང་རང་གི་རྒྱུད་ལམ་དུ་ཡིན་ན་རོགས་པ་རང་བྱུང་ཆེན་པོ་གི་མཚན་དེ་འདྲས་བཏགས་བཞག་པ་ཅིག་ཡིན་དུས་ཨ་ནི་འདིའི་ཐོག་ལ་ཡང་རིན་པོ་ཆེ་གི་དེའི་སྐོར་ལ་ཡང་ད་རང་བྱུང་ཆེན་པོ་དང་ཁྱད་པར་དུ་ད་རང་བྱུང་ཆེན་པོ་དང་འབྲེལ་བ་འབྲེལ་བ་ཚང་མ་ཡོད་རེད་དེ་ད་ད་ལྟའི་ཁོང་རང་བྱུང་ཆེན་པོ་ཟེར་དུས་ཁོང་རྙིང་མ་ཞེས་པ་ཞིག

དེ་ཡིན་ན་ཡང་ད་ད་གིན་ཆེ་གི་སོང་བ་ན་ཤིང་བཙོ་ཆེ་བ་ཤུགས་འདྲ་པོ་དེ་ད་ལོང་ཆེན་པ་རི་བ་ད་ལོང་ཆེན་པའི་ད་ད་དེ་སུ་དེ་ནས་སྙིང་ཐིག་དང་དེ་འདྲ་བྱས་བྱས་ནས་དེ་ནས་ཡིན་ན་ཡང་ཕྱིས་སུ་ངས་དེ་ཞིག་གོ་མྱོང། ང་ཚོས། ལྟ་སྐུལ་གོང་མའི་སློབ་མ། ཅིག་བཙལ་ནས། ཕྱི་ཚེས་ཤོག་བཞི་ལོ་དྲུག་གི་སློབ་མ་ཅིག། དང་མི་ཚོགས་ཀྱི་རོང་ཟོམ་པ་དེ་ཧ་གོ་གི་མེད་ས་རེད། ལྷ་ས།
དེ་དངོས་གནས་བྱས་ན། བོད་ཀྱི་འཇམ་དབྱངས་རྣམ་གསུམ་ཟེར་ནས་ས་ཆ་དཔལ་འདི་དང། དེ་ནས་ཀུན་མཁྱེན་ཀློང་ཆེན་པ། དེ་ནས་ཙོང་ཁ་པ་གསུམ།

དེ་ནས་ཉོན་མོངས་པ་སེང་གེ། ཉོན་མོངས་པ་དང། སྤང་ཡག་དང་དང་གི་སྐད་ཆ་ཅིག་བཤད་དུས། དེ་ནས་ཉོན་མོངས་པ་སྤང་ཡག་གི་རྒྱུ་མཚན་འགྲེལ་པ་གཉིས་གསུངས་འདུག་དྲན་སོང་ད་དེ་ངས་དྲན་དགོས་མ་རེད་བ། དེ་ནས་གཅིག་དེ་ད་དུས་རྒྱུན་གྱི་དེ་རེད་ད་ཉོན་མོངས་པ་སེང་གེ་འདི་འཁོར་བ་ལ་འཆིང་འགྲོ་གི་རེད་གཅིག་གཅིག་གཅིག་གི་རེད་གཉིས་གཉིས་གཅིག་གི་རེད་སེང་གེ་ད་སྤང། ད་རྒྱུ་མཚན་གཞན་དག་གཅིག་སྟེ། ཉོན་མོངས་པ་ཁོ་རང་གི་གནས་ལུགས་དེ་སྟོང་པ་ཉིད་རེད་ཟེར། ད་སྤྱི་དང་ད་དེ་འདྲའི་བཤད་མཁན་དེ་གང་ག་རེ་བ་དང་ཡིན་ན་ཡང་ཁོང་གི་སྐད་ཆ་བཤད་སྟངས་དེ། ལམ་སང་ཁོ་རང་དེ་འདྲ་བྱས་ནས། ད་དེ་པད་མ་སྲིད་ཀྱི་གཟི་བརྗིད་ཆེན་པོ་རེད་དྲན་སོང་ངས་དེ་དུས་ད་དེ་འདྲ་བྱས་ཙང་དེ་ནས་དེ་ནས་མ་ད་ལོ་ཧོལ་གྱི་འགོ་བཙུགས་ཀྱ་ཨ་འདི་ལ་དངོས་ནས་ལྟ་རྒྱུ་འདུག་ད་བསམ་བསམ་འགྲོ་ཟེར་བ་རེད་བ་ད་དུས་རྒྱུན་ད་དུས་རྒྱུན་སྐད་ཆ་ད་རང་ད་འདི་དེ་དངོས་ནས་མ་འདྲ་ར་རྒྱུ་འདུག་ད་བསམ།

དེ་འདྲ་པ་དེ་ཨའུ་ཚི་ཁྲི་དུ་དྲན་སོང་ངས་ད་ལྟ་ལྟ་བཞིན་པའི་སྒང་ཡིན་ཤོག་དེབ་ལྟ་ལྔ་བཅུ་ཚེ་མ་ཐག་ཚར་མ་སོང་དེབ་རྔམ་པ་ཅིག་ལ། འབྲུག་ངོར་ཆུར་རྗེས་རེད་ལགས་ད་ལྟ་ཁོང་གནམ་གྲུར་ལངས་ནས་སློབ་གཉེར་གནང་རེད་ད་ད་ལྟ་ཁོང་ཕར་ཕྱིན་མཚམས་ལ་བཞུགས་ཡོད་ས་ཡོད་ན་ནིང་ཁོང་གི་འབྲེལ་བ་དེ་དྲི་ཚར་བའི་རྗེས་ལ་ཡང་ངས་དཔང་གཡོག་ཡང་དེའི་སྐོར་ལ་འདི་གའི་རང་རྩོམ་གླེང་སྟབས་པ་ཐོག་ལ་བཀའ་མོལ་མང་པོ་ཅིག་ཞུས་ཡིན་ལགས།
ཁོང་གི་འབྲེལ་བ་དེ་ཚར་མ་ར་ཚིག་རེ་རེ་ནས་མ་ར་སྤྲོར་ཐུབ་པ་དཔེ་ཡག་པོ་ཅིག་བྲིས་བཞག་འདུག།

འབྲུག་ལ་འབྲུག་ཐིམ་ཕུག་ལ་ད་ལམ་ཁ་མང་པོ་ཡོད་རེད་ད་ལམ་ཁ་དེ་ཚོ་ལ་མིང་ཁན་མིང་མང་པོ་བཏགས་མཐོ་རིའི་ལམ་གང་ས་ཅི་ཅི་མི་སི་ཅི་ཅི་ལམ་ས་དེ་ང་དེ་འདྲ་བསམ་མྱོང་ཨ་ད་འབྲུག་པའི་ནང་པའི་རྒྱལ་ཁབ་རེད་དེ་ནས་དེ་ཡིན་དུ་ག་རུ་དངོས་གནས་བྱས་ན་ཤཱ་རིའི་བུའི་ལམ་ཟེར་མཁན་འདྲ་བོ་དང་ཡང་ན་ནི་ཀླུ་སྒྲུབ་ཀྱི་ལམ་ཟེར་མཁན་འདྲ་བོ་དང། དེ་འདྲའི་དགོ་ས་རེ་བསམ་མྱོང། ངས་དེ་འདྲ་བསམ་མྱོང། དེ་བྱས་ཙང། ག་རེ་ཟེར་ན། ནམ་ཞིག་ན། མི་གཅིག་གིས་དྲི་སྲིད་ཀྱི་བ་དེ་རོང་ཟོམ་ཟེར་དེ་ག་རེ་ཟེར། དེ་དེ་དྲི་དུས་དེ་ནས་ད་ལན་ལན། པད་མ་སྲིན་མང་པོ་རྒྱ་གར་ཡོད་བ་འདྲ་བོ་དང། དེའི་འདི་གར་ཆེག་དེ་འདྲ་གནང་བ་དེ་བཀའ་དྲིན་ཆེ། འོ་དེ་ཞུ་ཡིན། བླ་སྲོག་རིན་པོ་ཆེ་དེ་ནི་ད་རིན་པོ་ཆེ་དང་མཉམ་དུ་དེ་འདྲའི་གི་ཅིག་བརྗོད་གཞི་གནད་འགག་མང་པོ་ཞིག་གི་ཐོག་ལ་དེ་ནི་གླེང་མོལ་ཞུ་ཡག་གི་གོ་སྐབས་བྱུང་བ་དང་ཁྱད་པར་དུ་ད་ད་རང་བྱུང་ཆེན་པོ་དང་འབྲེལ་བའི་ཐོག་ནས་དམིགས་བསལ་གི་དེ་གི་བཀའ་ལན་དང་ནི་ཅིག་རང་བྱུང་ཆེན་པོ་གི་སྐོར་དང་ཁོང་གི་འཕྲིན་ལས་དང་དེ་ཚོ་ཞིག་དེ་ང་ཚོ་གི་དམིགས་བསལ་གི་དོ་སྣང་དགོས་པའི་སྐོར་ལ་བཀའ་གནང་བ་དེ་དང་རྗེས་འབྲེལ་དུ་དེ་གི་བརྙན་དཔར་ཡང་དེ་ག་རང་རེད་ད་བརྙན་དཔར་ཡང་གིས་སོང་སྟེ་ཧ་ཅང་དམིགས་བསལ་གི་གར་ཆེན་པོ་རེད་འདུག་རྟ་འགྱེལ་དགུན་ཆུ་གི་སྣ་ཚོགས་པོ་ནང་དེ་ལ་ཡང་ཁ་ཤིག་ཁ་ཤིག་སྔ་མོ་ནས་འདུག་དེ་ནས་དེང་སང་དེར་ནས་བོད་ནང་ནས་དེ་གི་མེ་དྲོད་སྟངས་འཛིན་རྒྱབ་མཚོ་གི་ཡང་བརྙན་དཔར་ཡང་གིས་སོང་སྟེ་ཚོ་ལ་ནུབ་འགྲོ་དགོངས་ཡིན་ས་རེད་གར་ཆེ་བ་ཚང་མ་ལ་དེ་ག་གསར་བྱེད་གི་སྒོ་ནས་དེ་གི་དེ་ལ་གོ་བདེའོ་བྱས་ནས་འཆར་ཅིག་བྲིས་ཡང་ཁོང་རང་གི་ཡང་དེ་ཚོ་ལ་ཚིག་འབྲི་གི་འབྲི་གཞི་ཆ་ཚང་བསྐྱོན་གནང་བ་དེ་འབྲི་འདུག་ལ། དེ་འདྲ་ཡིན་ཏེ་ངག་ཡང་ལྟ་སྟེ་འཇའ་བཞིན་པ་ཡིན་ཏེ་དེ་ཡིན་ཏེ་སྙན་པར་ཡང་ཟེར་བ་དེ། པར་རོང་ཟོམ་ཆེན་པོ་དང་འབྲི་རུའི་སྒོ་ནས་མཇལ་ན་ཡང་རོང་ཟོམ་ཆེན་པོ་གི་ཁོངས་སུ་བགྲང་བ་ཉུང་ཤས་ཤིག་ཡོད་པར་གཏམ་རྒྱུད་ཅིག་གི་ནང་ནས་སྙན་པར་ཡང་གཅིག་པ་དེ་པར་རོང་ཟོམ་ཆེན་པོ་གི་གཙོ་བོ་ནང་གི་གཙོ་བོ་བྱས་ནས་བགྲང་གིན་འདུག་བ་ལ། དཔེར་ན་བདག་ཅག་འཛིན་བྱེད་པའི་ནང་ན་ཉམས་པའི་དོན་ཉིད་བློ་དང་མ་མཉམ་ན་ཚིག་གིས་ཉམས་པའི་རྟོག་པས་ལོང་མི་རྟོག་ཟེར་བ་འདྲ་བོ་ད་ལྟའི་ལོང་འདྲེན་མང་ཆེ་བ་དེ་གི་དེ་རྫོགས་ཆེན་གི་ད་ད་ད། གཞི་རྒྱན་ཆེན་པོའི་སྣོད་ཀྱིས་གཟིམས་ནས་བཏང་སྙོམས་ཆེན་པོའི་ངང་ལ་བཏང་སྙོམས་ཆེན་པོའི་ངང་ལ་འཇོག་པ་ཟེར་བ་དེ་གི་སྐོར་དང་དེ་ནས་མར་ཡང་ལོང་མང་ཆེ་བ་དེ་བསྙེན་པར་ཡང་གི་སྒྲུབ་མ་གྲུབ་དང་དེའི་སྐོར་དུ་དྲངས་ཀྱི་འདུག་ག།